སོ། དེ་ནས་ད་ཡང་ལྷ་སྔགས་ཕུན་སུམ་ཚོགས་པའི་ནང་ལ་ཞུགས་པའི་དཔའ་མཐའི་ཚོགས་གཙོ་ཤོག་གཙོ་བོར་གྱུར་པའི་ཨ་ནེ་ང་རང་ཚོ། ཕ་ཡུལ་གྱི་བ་སྤུན་གྲོགས་ལྷན་རྒྱས་ཚང་མ་ལ་འཚམས་འདྲི་གྲངས་མེད་ཞུ་གི་ཡོད་དོ་ཞེས་བྱས། ད་དེ་རིང་ཡང་ངས་ཁ་ཚིག་སྟོང་མིན་ཙམ་ཞིག་ད་ཡང། Del Kennedy གྱི་ཙམ་གྱིས་ཨ་ནེ་ཡས་བརྩམས་པའི་གྲོགས་པོ་བྲིས་ནས་མི་ལ་ཤུགས་རྐྱེན་བསྐྲུན་ཐབས་ཟེར་དེ་ནས་མ་བུད་ཅིག། ཞུས་ཆེ་ད་ག་སང་ང་ཚོ་ལས་ཚན་དང་པོ་དེ་ཐུང་པོ་དང་མ་སོང་ན་ཆེ་ཤོས་དང་པོ་དེ་གི་དེ་ནང་ལོག་ལས་ཐུང་མཚམས་ཕྱེད་དེ་རུ་བ་དེ་ནང་ལས་ཚན་གཉིས་ཚར་ཆགས་པ་རེད་ད་དེ་རིང་ག་རེ་རེད་ཁ་སང་དང་པོ་དེ་ག་རེ་རེད་ཟེར་ན་སྐྱོན་བརྗོད་མ་བྱེད་ཡས་ཀི་གནས་སྟངས་དེ་ཡིན་པ་འོ་འདུག་བྱས་ཅིག་རེད་དེ་དེ་རྗེས་དེ་ལ་ཡ། ཁར་སི་ཀོ་རེ་བའི་རྩིས་རེད་དོ། མེ་ལི། ཁར་སི་ཀོ། རེ་བ་བྱེད་ཀྱི་གསང་ཚིག་ཆེ་ཤོས་དེ་ག་རེ་རེད་སི་དུས་སེམས་ཤུགས་པ་རེད་དང་མི་གཅིག་གི་བྱ་བ་བྱེད་པ་དེ་ལ་ང་ཚོ་ནས་བསྔགས་བརྗོད་ཞུ་ཡི་དེ་རེད། བྱས་ཙང་ད་དེ་རིང་གི་གསུངས་པ་དེ་ག་རེ་རེད་སི་ན། ཁོ་རང་ལ་ད་ལྟ་བརྗོད་དོན་དེ་དེ་རིང་གི་བརྗོད་གཞི་དེ་ག་རེ་རེད་སི་དུས་ལེ་ཚན་དུམ་བུ་ཕྱེད་ཀྱི་དོན་ཚན་གསུམ་པ་དེ་ག་རེ་རེད་སི་དུས་འོ་ད་ག་རེ་སི་ཀོ་རེ། ཁོས་ལས་ཀ་དེ་བྱེད་ཐུབ་ན་ནུས་པ་དེ་ཡོད་ན་བྱ་བ་ཚང་མ་བྱེད་ཐུབ་ཀྱི་རེད་ཁོ་རང་གིས་བྱེད་ཐུབ་ཀྱི་རེད་ཟེར་གི་གནས་སྟངས་དེར་ལྟ་གི་རྡོག་རྡོག་དེ་ག་རེ་རེད་ཟེར་ན་ཁོ་རང་ལ་མི་གཞན་པ་གིས་ག་རེ་འདོད་པ་དེ་བྱེད་དུ་བཅུག་ཐུབ་ཡས་ཀྱི་ནུས་པ་དེ་ཡོད་ན་ཨ་ནི་ག་རེ་རེད་ཟེར་ན་ཁོ་ལ་འཛམ་གླིང་འདི་དབང་བསྒྱུར་བྱེད་ཐུབ་ཡས་ཀྱི་ནུས་པ་དེ་ཡོད་རེད་ཟེར་དེ་དེ་རེད་བྱས་ཙང་ད་ལྟ་དེའི་སྒང་ནས་ག་རེ་ཟེར་གྱི་ཡོད་རེད་ཟེར་དུས་ང་རང་ཚོ་ཡོངས་གྲགས་ཀྱི་བསམ་བློའི་ནང་བློ་རེ་བཏང་ཡས་དེ་ག་རེ་རེད་ཟེར་ན།

དེ་རེད། བྱས་ཙང་ཀ་ད་ཡོངས་གྲགས་ཀྱི་ང་ཚོ་བཤད་སྟངས་ཀྱི་བསམ་བློའི་འཁྱེར་སོའི་སྒང་ནས་བཤད་ན་དག་པའི་ཞེན་བཅས་པ་ཞིག་ཡོད་དེ་བསམ་བློ་དེ་གཏིང་རིང་པོ་ཡོད་གཏང་ཐུབ་པ་ཞིག་ཡིན་ན་རང་བཞིན་གྱིས་ག་རེ་ཡོད་ཟེར་དུས་བསམ་བློའི་ནང་ལོགས་ལས་གཙོ་བོ་དེ་ག་རེ་ཡོད་ཟེར་དུས་རང་དོན་ཡང་འགྲུབ་གཞན་དོན་ཡང་འགྲུབ་ཟེར་གྱི་འདུག་བ་དོན་གཉིས་མཐར་ཕྱིན་བྱས་རྗེས་དེ་འདྲ་གསུང་ངེས་བྱས་འདུག་བ། དེ་ཡིན་དུས་དངོས་གནས་དྲང་གནས་ཀྱིས་ད་ཅིག་དངོས་ཡོད་ཀྱི་གནས་སྟངས་ཀྱི་ཆ་ནས་དེ་འདྲའི་ཆགས་དེ་གི་བར་བ་མིའི་རང་ཉིད་ཀྱི་སེམས་ཀྱི་བདེ་སྐྱིད་བསྐྲུན་མཁན་ཡིན་ན་རེད་ཚེ་དེ་ལས་བདེ་སྐྱིད་བསྐྲུན་མཁན་ཡིན་ན་རེད་ཚེ་ཕྱི་མ་གི་བདེ་སྐྱིད་བསྐྲུན་མཁན་ཡིན་ན་ཕྱོགས་ཚང་མ་ནས་བསམ་བློ་དེ་བཏང་ཐུབ་ན་རླབས་ཆེན་གྱི་བྱང་བསམ་བློ་ཅིག་རེད་ད་བྱས་ཙང་རྒྱལ་སྲས་བྱང་ཆུབ་སེམས་དཔའ་གྱི་མཛད་པ་ཕྲིན་ལས་ཟེར་ན་འདྲ་དགོངས་པའི་ཞལ་ཤོག་ཅིག་བཅད་ད་དེ་བས། ད་ག་རེ་བཟོ་གོ་ར་ང་རང་ཚོ་དེའི་ནང་ལོགས་ལས་གསུང་ཡས་དེ་གཙོ་བོ་ག་རེ་རེད་ཟེར་ན་ཁ་ཚོའི་བསམ་བློའི་གཏང་ཕྱོགས་དེ་ག་རེ་ཞིག་གི་འོར་ཟེར་ན། ནུབ་ཕྱོགས་པའི་བཤད་སྟངས་དེ་ཚང་མ་ག་རེ་རེད་ཟེར་ན། རང་དོན་ཡིད་བྱེད་ཀྱི་བསམ་བློའི་འཁྱེར་སོ་ཅིག་གི་ངོས་ནས་བྱེད་ཀྱི་ཡོད་རེད་པ། བྱས་ཙང་དེ་ཐབས་ཇུས་དེ་མི་གཞན་པ་དེ་ག་འདྲེ་བྱས་རྗེས་སོ་སོ་གི་འདོད་མོས་ཡོད་པའི་ལམ་ལུགས་ཅིག་འགྲོ་སྟངས་ཅིག་ལ་ཡང་ཁྲིད་དགོས་ཡས་དེ་ཨ་ནི་ག་རེ་ཞིག་གི་འོར་ཟེར་མི་གཞན་པ་གི་བསམ་བློའི་རང་བཞིན་དེ་ཤེས་པའི་ཐོག་ནས་བྱེད་ཐུབ་པ་ཡིན་ན་ནུས་པ་ཆེ་ཡོད་རེད་ཟེར་ཡས་ཀྱི་གནས་བབ་དེ་རེད། འོ་བྱས་ཙང་ཀ་ད་དེའི་སྒང་ནས་ང་ཚོ་གོམ་པ་དང་མ་སོང་ན་སྤོད་དགོས་ཡས་དེ་རེད། ད་དེའི་ནང་ནས་དང་པོ་ག་རེ་རེད་ཟེར་ན་ཡོངས་གྲགས་ཀྱི་དཔེ་མཚོན་རང་བཞིན་གྱི་ཆ་ནས་དཔེར་ན་ང་ཚོ་ཨ་ནེ་ཉལ་པ་ཅིག་ཡིན་པ་ཡིན་ན་ལས་ཉལ་རྒྱུ་གར་འགྲོ་བ་ཡིན་ན་ཉལ་འཛིང་གིས་ནི་འགྲོ་དུས་རྫ་ནས་ག་རེ་རེད་ཉལ་འཛིང་གི་རྩལ་ལས་ག་རེ་རྒྱག་གི་རེད་ཟེར་ན་ང་འདྲ་བོ་ཅིག་ཡིན་པ་ཡིན་ན། ང་རང་ཚོ་མི་དགའ་བོ་ག་རེ་ཡོད་རེད་ཟེར་ན་ད་ཅེ་ཞོགས་པའི་རེད་ཟེར་རོ་ཡང་ན་སྔར་མུས་རིགས་དགའ་བོ་ཡོད་རེད་ང་ཚོ་གི་གཉའ་འཛིན་གི་རྩེད་ལ་ང་ག་རེ་དགའ་བོ་ཡོད་པ་དེ་གཉའ་འཛིན་གི་རྩེད་ལས་གར་བྱས་གཉའ་བྱུ་གར་སོང་ན་ཁྱོད་རང་རྩ་བ་ཉིད་རག་གི་མ་རེད་ག་རེ་ཟེར་ན་གཉའ་གི་རིགས་སྔར་མོ་ལས་དགའ་བོ་ཡོང་གི་མ་རེད་འོ་ན་གཉའ་ག་རེ་དགའ་བོ་ཡོད་རེད་ཟེར་ན་གཉའ་བྱུ་བར་བྱས་པ་ལ་ག་རེ་དགའ་བོ་ཡོད་རེད་ཟེར་དུས་དང་པོ་དེ་གཉའ་དེ་སྦུག་གི་རིགས་ཤ་གི་རིགས་དེ་ཚོ་དགའ་བོ་ཡོད་དུས་གཉའ་འཛིན་གི་རྩེད་ལས་ག་རེ་དགའ་བོ་རེད། ཉག་དེ་གི་འདོད་པ་ག་རེ་ཞིག་དགོས་དགོས་དོགས་དྲོད་པ་ཉག་དེ་རིགས་ཀྱི་འདོད་པ་དེ་ཞིག་ལས་བཞག་ཅེས་བྱས་ནས་ཨ་ནི་ཉག་དེ་ཚུར་འཁོར་ཡོང་གི་རེད་དེ་ཡིན་དུས་ཉག་འཛིང་ནང་ལས་ཚུལ་འགྲོ་གི་རེད་འོ་དཔེ་དེའི་ནང་ད་མིག་གི་རང་བཞིན་དེ་ག་རེ་ཡོད་ཟེར་ན་གཙོ་བོ་དེ་ག་རེ་ཡོད་ཟེར་དུས་མིག་གི་རང་བཞིན་དེ་ང་ཟེར་དེ་མིག་གི་ཐུན་མོང་མ་ཡིན་པའི་གི་ཁྱད་ཆོས་རང་བཞིན་ཞིག་ཆགས་བསྡད་ཀྱི་ཡོད་བྱས་ཙང་ཀ་དེ་ཡིན་དུས་ད་ནི་ང་ལ་ག་རེ་དགོས་དགོས་དོགས་ཟེར་དེ་ཞིག་ལས་བཞག་ཡོང་དུས་ད་མིའི་ཕ་རོལ་བོ་གི་ང་རང་ཚོ་གི་བསམ་བློའི་འཁྱེར་ཕྱོགས་དེ་ཤེས་པ་ནང་བཞིན་ཉག་འཛིང་དཔེ་ལས་བཞག་ཅེས་བཤད་དུས་ད་ནི། ཨ་ནི་ག་རེ་ཡ་བ་རེད་ཟེར་ན། ཨ། ད་དང་པོ་དེ་སོ་སོ་གི་འདོད་པ་སྒྲུབ་ཡས་དེ་ཉག་དེ་འཇུ་ཡས་དེ་རེད་པ། ཉག་འཇུ་ཡས་ཡིན་དུས་དང་པོ་ག་རེ་བྱེད་དགོས་རེད་པས། ཨ་ནི། ཉག་དེ་ལ་དགོས་ཡས་ཀྱི་དངོས་པོ་ཅིག་སྤྲད་དགོས་རེད་པ་དེ་ཤ་དེ་སྤྲད་པ་རེད་པ། དཔེ་དེའི་ནང་ད་དང་པོ་ག་རེ་བཤད་དགོས་དགོས་རེད་ཟེར་སོ་སོ་གི་རེ་བ་རྒྱག་ས་ཡིན་ན་རེད་སོ་སོ་ཐུན་མོང་གི་ལས་ཀ་བྱེད་ཀྱི་ཡོད་ན་རེད་ག་འདྲ་ཅིག་མི་ཕ་རོལ་དོ་ཕ་རོལ་པོ་དེ་བཟང་པོའི་བྱ་བ་ག་འདྲ་ཅིག་གི་ཡིན་པ་ཡིན་ན་དེ་ཚོ་བེད་སྤྱོད་བྱེད་དགོས་ན་དང་པོ་མི་ཕ་རོལ་པོ་དེ་ཨ་ནི་ག་རེ་རེད་དགོས་བ་དེ་ག་རེ་ཐོག་གོ་ལ་དེ་ཞིག་ལས་བྱ་རྗེས། བསམ་བློ་གཏང་དགོས་ཡག་གི་གནས་བབ་དེ་རེད། བྱས་ཙང་ང་དེའི་སྒང་ནས་སླེབས་ཡོང་དུས་དེའི་ལྟ་སྐུལ་བསམ་བློའི་འཁྱེར་སོ་ཅིག་གི་འོག་ནས་འཛམ་བུ་གླིང་སྒང་ལས་དཔེ་བྱས་ན་དབྱིན་ཇི་གི་ཨ་ནེ་སི་ལོན Winston Childers ཡི་དུས་ཚོད་ཀྱི་ཐབས་ཇུས་ད་ག་རང་བེད་སྤྱོད་བཏང་རྗེས་འཛམ་བུ་གླིང་གི་ལོ་རྒྱུས་ཀྱི་ནང་ལོག་ནས་མི་སྐད་སྒྲ་ཆུང་པོ་རང་བཞིན་ཆགས་བསྡད་པའི་གནས་སྟངས་ཅིག་རེད་རེད་བ། བྱས་ཙང་གལ་སྲིད་ང་རང་ཚོ་གས་ད་མི་ཅིག་ལ་ཡང་རེ་བ་རྒྱག་ཡས་ཅི་བྱས་ང་ཚོ་ཐུན་མོང་གི་ལས་ཀ་ཅིག་བཙལ་ན་མི་སྒེར་གཅིག་པོ་གི་དོན་དག་མིན་པར་ཐུན་མོང་གི་ལས་ཀ་ཅིག་བྱེད་ཡས་ཡིན་པ་ཡིན་ན་ལས་གོ་སྒྲིག་ཅིག་ཡིན་པ་ཡིན་ན་ང་དེ་བྱེད་དགོས་ཡོད་ང་གཅིག་བྱེད་དགོས་ཡོད་ང་རྐྱང་རྐྱང་བཤད་ཤོང་ན་མི་ཕ་རོལ་པོ་གི་ག་རེ་ཉན་གི་མ་རེད་ཟེར་ན། ཨ། སུ་བྱེད་གི་རེད་ཁྱོད་རང་ག་རེ་དགོས་ན་ཁྱོད་རང་རེད་མ་ང་ཚོ་བྱ་བ་ག་རེ་ཡོད་རེད་ཟེར་གི་རེད་མ་གཏོགས་ཨ་ནི་དེ་གི་རང་བཞིན་དེ་སླེབས་དགོས་གི་མ་རེད་པ་བྱས་ཙང་མི་བསམ་བློའི་ནང་ལོགས་ལས་ག་རེ་སྤྲད་དགོས་དགོས་རེད་ཨ། འདི་ང་ཚོ་གི་ཐུན་མོང་གི་ལས་ཀ་འདི་ལ་ཡང་ཁྱོད་རང་གི་མཉམ་ཞུགས་བྱས་ན་ཨ་ནི་ག་རེ་རེད་ཡོད་ཟེར་ན་ཁྱེད་རང་གི་ནང་ལོགས་ལ་ཁྱེད་རང་ལ་ག་རེ་ཡོང་གི་རེད་བས་རེད་བ། ཐུན་མོང་གི་ལས་ཀ་དེ་ལ་ཁྱེད་རང་གིས་བྱས་ན་ཁྱེད་རང་གི་ཕ་ཡུལ་ལ་ཕན་གི་རེད། ཨེ་ང་ཚོ་ཐུན་མོང་གི་ལས་ཀ་འདི་ལ་ཡང་ང་ཚོ་ཚང་མ་གིས་ཁེ་ཕན་ཅིག་སྒྲུབ་ཡས་འདི་ཡིན་པ་ར་འཕྲོད་ཐུབ་བ་ཅིག་དེ་བཟོ་དགོས་ཀི་ཡོད་རེད་བྱས་བྱས་གནས་བབ་དེ་རེད་བྱས་ཙང་ཀ་མི་མང་པོ་ཅིག་ག་རེ་བསྲིས་ཀི་ཡོད་རེད་ཨེ་སུ་གཅིག་གིས་ཁྱོད་རང་ག་རེ་བྱས་མེད་ལ་འབྲེལ་བ་ཡོད་མ་རེད་ག་རེ་ཡིན་ན་ཕྱི་རྒྱལ་གིས་བྱས་ན་ཧུ་ཁེས་ཟེར་གི་རེད་སུ་ལ་ཁྱད་པ་ཡོད་རེད་ཟེར་གི་གནས་བབ་དེ། ལེགས་པོ་རེད། ཡིན་པ་འདི་འདྲ་ཡིན་པ་སོང་ཙང་ང་ཚོ་ཚང་མ་ཐུན་མོང་གི་ཁྱད་ཆོས་དེ་ང་ཞེས་དེ་ང་རང་ཚོ་ཚང་མ་ལ་རང་བཞིན་གྱིས་ཡོད་པ་ཞིག་རོལ་བ་བྱས་ཙང་ཀ་དེ་ག་དུས་ཡིན་ན་ལས་ཤེས་དགོས་དགོས་བ་རེད། བྱས་ཙང་ཀ་ད་ཐབས་ཤེས་ཡག་ཤོས་དེ་ག་རེ་རེད་ཟེར་ན་མི་གཞན་པ་ལ་སོ་སོ་གི་དང་པོ་ཤུགས་རྐྱེན་བསྐྲུན་མི་གཞན་པ་ལས་བསམ་བློའི་ནང་ལོགས་ལས་རེ་བ་དེ་ཁིར་གྱིས་ཤུགས་རྐྱེན་བསྐྲུན་ཡས་ཀྱི་བསམ་བློ་དང་པོ་དེ་ག་རེ་བྱེད་དགོས་རེད་ཟེར་ན་དང་པོ་དེ་ག་རེ་སླེབས་བསྡད་ཀྱི་ཡོད་རེད་ཟེར་དུས་ཁོ་ཚོ་ལས

ལྟ། དབུ་མའི་ལམ་གྱི་སྲིད་བྱུས་དེ་ཡང་འགྲོ་སྟངས་དེའི་ནང་ནས་སླེབས་ཀྱི་ཡོད་རེད་ཁོ་ལྟ་སྟངས་དེ་བྱས་པ་ཡིན་ན་ཆབ་སྲིད་ཀྱི་སྒང་ནས་དབུ་མའི་ལམ་ཟེར་དེ་ཡོངས་གྲགས་ཀྱི་ང་ཚོ་ལྟ་ཅི། ཁ་ཐུག་གི་ལྟས་ཡོད་དུས་ཆོས་ཀྱི་ཐ་སྙད་ཅིག་རེད་བ་དེ་ཆབ་སྲིད་ཀྱི་ཐ་སྙད་ཀྱི་ནང་ནས་མེད་ན་དབུ་མའི་ལམ་ཟེར་དེ་འདྲའི་ལྟ་མི་འདྲ་བ་ཕྱི་རྒྱལ་དེ་ཟེར་གྱི་འདུག་བ་ང་ཚོ་འོ་ལྟ་དེ་ཡིན་དུས་དེ་ཆོས་ཀྱི་ཐ་སྙད་ཅིག་ག་རེ་ཡོད་རེད་ཟེར་དུས་ཕྱོགས་གཉིས་ལས་མ་གསུངས་མ་ལྷུང་བ་ལྟ་གཉིས་ཀ་ལས་དགོས་མཁོ་ཅིག་ཡོད་བསྡད་བ་རེད་རྒྱ་ནག་གི་ཡིན་པ་ཡིན་ན་ལས། མཐའ་གཉིས་སུ་མེད་དུས་རྒྱ་ནག་གི་དགོས་མཁོ་ཡང་ཏག་ཏག་དེའི་ནང་ལ་ཡོད་པ་ཅིག་རྒྱ་ནག་གི་རྩ་ཁྲིམས་ནང་ལ་ཡོད་དེ་བ་ཅིག་རུ་བ། དེ་ཡིན་དུས་དེ་གི་འོག་ལ་དག་ནང་བཞིན་ཡང་ང་ཚོ་བོད་པ་ལ་ཆ་ཚང་གི་ཁེ་ཕན་ཅིག་ཡོད་བ་ཅིག་རྒྱ་ནག་ལ་གཉིས་ཀ་ཡོད་བ་ཅིག་དེ་ཡིན་དུས་དེ་གི་བབས་ས་དེ་ག་རེ་ཡོད་རྒྱ་ནག་གི་དགོས་མཁོ་ཡོད་པའི་གནས་སྟངས་དེ་ཡང་དེའི་ནང་ལ་ཡོད་དུས་ཁོ་རང་བཞིན་གི་དོ་སྣང་སླེབས་ཡས་ཅིག་དང་ང་རང་ཚོ་ལྟ་ཅི་བོད་རྒྱ་ཞི་མོལ་གི་ལམ་པ་དེ་གི་ཐེངས་མ་བཅུ་གྲངས་ཅིག་ཕེབས་ཐུབ་ཡས་ཁོ་ཡང་ག་རེ་བྱས་ནས། རྒྱ་ནག་ལ་དེའི་ནང་ལོགས་ནས་དགོས་པོ་ཡོད་པའི་ཁེ་ཕན་ཅིག་ཡོད་པ། དེ་འདྲ་གི་སྒང་ནས་ཁོ་ལམ་པ་ལ་མ་སོང་ནས་སྤོས་ཐུབ་པ་རེད་བ། འོ་བྱས་ཙང་ཀ་དེ་གཅིག་པ་གཅིག་རྐྱང་རེད་དེ་ཚོ་ཁོའི་འགྲོ་ལུགས་ཀྱི་ཆ་ནས་རྒྱ་ཆེ་ཆུང་ཅིག་དང། ཁོ་གནས་བབ་དེ་གཞི་ཁྱོན་ཆེ་ཆུང་ཅིག་དང། མི་སྒེར་དང་སྤྱི་གི་གནས་སྟངས་ཆེ་ཆུང་ཙམ་རེད་མ་གཏོགས་ཁོ་རྩ་དོན་རང་བཞིན་གི་སྒང་ནས་བཤད་ན་འཇིགས་པ་རང་བཞིན་གྱི་གནས་བབ་ཅིག་སླེབས་བསྡད་ཀྱི་ཡོད་རེད་བྱས་ཙང་ཀ་དེ་ཡང་གནས་བབ་ཅིག་བྱས་རུ་བ། དེ་རེད་བྱས་ཙང་ཀ། ད་དེ་ཡིན་དུས་ཙང་ནས་དཔེར་ན་ད་ག་ནང་བཞིན་ང་རང་ཚོ་སྤུ་གུ་གཅིག་གི་ངོས་ནས་བཤད་པ་ཡིན་ན་སྤུ་གུ་གཅིག་ལ་ཡང་སློབ་གསོ་འདྲ་བོ་ཞིག་སྤྲད་ཡོད་ན་སྤུ་གུ་དེ་ལ་སང་ཉིན་དེ་མ་བྱེད་ཨ་ཟེར་ཚེ་ལས་ཀ་ཅིག་བྱེད་དེ་སྤུ་གུ་གཅིག་གི་རྩེད་མོ་ཁྱོད་རང་འདོད་པ་མེད་པའི་ལས་ཀ་ཅིག་སྤུ་གུ་དེ་གིས་བྱེད་ཀྱི་ཡོད་ན་ད་སྤུ་གུ་དེས་དེའི་དཀའ་ཡས་ཀྱི་ཆེད་དུ་ཁོ་ལ་དེ་བྱས་ན་འགྲིག་གི་མ་རེད་གཅིག་ཡོང་གི་རེད་གཉིས་ཡོང་གི་རེད་མ་ཡིན་པ་བྱས་རྗེས་འོ་ན་ཁོ་ལ་ག་རེ་བྱ་རེད་ཁྱེད་རང་གིས་དེ་བྱས་པ་ཡིན་ན་ཨ་ནི་ཁྱེད་རང་རྗེས་ལས་སྤོ་ལོ་རྩེ་ཡག་འགྲོ་ཡི་རག་གི་མ་རེད་ད་ཟེར་རོ་མདོར་ན་ཁྱོད་རང་གིས་དེ་བྱས་པ་ཡིན་ན་ཁྱོད་རང་དགའ་ཤོས་བྱེད་ཀྱི་ལས་ཀ་དེ་བྱེད་རག་གི་མ་རེད་ཟེར་གི་བསམ་བློའི་ཁ་ཕྱོགས་དེ་ག་རེ་གོ་ག་རེ་ཟེར་ན་སྤུ་གུ་དེ་གིས་དེ་དགའ་ཞིང་སྤྲོ་ཞིང་བློས་གཏོང་བྱེད་ཅིག་དཔེར་ན་ལྟད་མོ་མང་པོ་བལྟ་ཡས་ནས་རྩེད་མོ་རྩེད་འདས་ཡོད་ན་ཨང་ཁྱེད་རང་ད་ལྟ་ལྟད་མོ་མང་པོ་བལྟས་ན་རྗེས་ལས་གཅིག་བྱེད་ཡོད་རེད་ད་ཁོ་རྗེས་ལས་ཁོ་དེ་ལས་དགའ་གི་བྱ་བ་བྱེད་དེ་རག་གི་མ་རེད་བསམ་པའི་བསམ་བློའི་བག་ཆགས་དེ་ཕར་བཟོད་ཐུབ་པ་ཡིན་ན་སྤུ་གུ་གིས་ག་རེ་བྱེད་ཀྱི་རེད་རང་བཞིན་གྱིས་ཨོ་ད་ང་དེ་གཞན་པ་དེ་ལྟད་མོ་བལྟ་ཡས་དེ་ལས་ང་གཞན་པ་དེ་དབྱིངས་ཆེ་ཡོད་དེ་ཡག་ག་ཡོད་ཟེར་དུས་ཁོ་རང་བཞིན་གྱིས་མཚམས་འཇོག་བྱེད་ཀྱི་རེད། དེ་མ་གཏོགས་སྤུ་གུ་ལས་ལམ་སང་ག་རེ་བྱེད་དགོས་རེད་པས་དེ་དེ་བྱས་ན་ཡོང་གི་མ་རེད་གཅིག་ཡོང་གི་མ་རེད་བཤད་པ་ཡིན་ན་སྤུ་གུའི་བསམ་བློ་ནང་ལོགས་ལས་ཁོ་རང་བཞིན་གྱི་བག་ཆགས་དེ་སླེབས་ཀྱི་ཡོད་མ་རེད་བ། བྱས་ཙང་ཀ་དེ་ག་རེ་རེད་ཟེར་ན། ཐབས་ཇུས་གཅིག་རེད་ཟེར་གྱི་རེད་དེ་གཅིག་རེད། ད་ག་ནང་བཞིན་ང་ཚོ་གི་ཡོངས་གྲགས་ཀྱི་ཐབས་ཇུས་རང་བཞིན་གྱི་སྒང་ནས་སླེབས་བཤད་དུས་མི་གཅིག་གིས་ནང་ལོགས་ལས་ག་རེ་བཤད་དགོས་རེད་ཟེར་དུས་དཔའ་བ་བུ་སྡུག་ཟེར་གཏམ་རྒྱུད་བཤད་བྱས་ཙང་ད་ཀོ་ཚོགས་ཀྱི་གཏམ་རྒྱུད་དེ་ག་རེ་རེད་ཟེར་ན་རྩོམ་པ་པོ་གི་བེའུ་ཅིག་བྱས་རེད་བ། དཔའ་བོ་དང་བེའུ། བེའུ་དེ་ག་རེ་ཟེར་ན་དཔའ་བོ་དང་སྤུ་གུག་གི་བེའུ་དེ་ནང་ལ་བླུགས་བའི་རྩལ་ཡོད་ད་ཁང་པ་བའི་བལ་ཚང་ནང་ལ་བླུགས་བའི་གི་ཆ་ཞིག་བརྩེགས་དུས་བལ་ཚང་ནང་ལ་བེའུ་རྩལ་འཛུགས་འདོད་ཡོད་མེད་དུས་ད་ནི་དཔའ་བོ་གི་མགོ་ནས་དེ་བེའུ་གི་ཨ་སྤུ་གུག་གི་བེའུ་གི་རྐུབ་ནས་ཡང་བུ་ཆ་སྐྱབས་བཅས་ཡང་བླུགས་རྩིས་བྱེད་གི་བ་རེད། ཡིན་པ་ཡིན་ན་འདི་རྩ་བ་ཉིད་ནས་འགྲོ་གི་ཡོད་མ་རེད། ད་འོ་ན་འདི་བྱེད་སྟངས་འདི་ཨ་མ་གི་མཐོང་བྱས་ཨ་ཁོ་གཉིས་ཀྱི་བྱེད་སྟངས་དེ་འགྲིག་གི་མེད་པ་དེ་ཨ་མ་གི་མཐོང་ཆེན་ཨ་མས་གར་བྱས་ར་བེའུ་རྒོད་ཡག་གི་རྩ་འདྲ་བོ་ཞིག་སྟེགས་ཀྱི་ཁ་དར་སྣུམ་གིས་བརྡུང་གིས་ཨ་མ་སྔོན་ལས་ཕྱིན་རྗེས་བེའུ་དེ་བེའུ་ཚང་ནང་བླུགས་པ་རེད་ཟེར་ད་འདི་གི་གར་དེ་འོར་ན་ཐབས་ཇུས་ཞིག་བསྟེན་གི་ཡོད་རེད་ཟེར་གི་རེད་བྱས་ཙང་ང་ཚོ་མི་ཡ་གཅིག་པོ་གཅིག་རྐྱང་རེད་ཟེར་གི་ཡོད་རེད་ད་ག་རེ་ཡོད་རེད་ཟེར་དུས་མི་གཅིག་ལ་ཡང་ཁ་སང་ཞུས་པ་ནང་བཞིན་རེད། བཙན། བཙན་པོ་དབང་ཡེ་ཤེས་ཀྱིས་ཇི་ཡིས་ལབ་ན་ཇི་ཐོག་ཁ་པོ་རེད། བཙན་པོ་དབང་ཡེ་ཤེས་ཀྱིས་ག་རེ་ཡིན་ན་ལ་སྟེགས་བྱེད་གར་ཡིན་ན་རྒྱབ་ལྗོངས་ཀྱི་གནས་ཚུལ་དེ་རྒྱབ་ལོག་རྗེས་ལས་དངོས་ཡོད་གནས་སྟངས་ཀྱི་ཆ་ནས་གོ་སྒྲུབ་ཡས་མས་བསྡད་པ་ཞིག་རེད་བ་བྱས་ཙང་ག་ག་དུས་ཡིན་ན་གར་ཞིག་གི་བར་སྲིད་དུས་བྱ་བ་ག་འདྲ་ཅིག་བྱེད་ཀྱི་ཡོད་ན་ལས་ཕ་རོལ་པོ་ཞིག་ལས་བཞག་རྗེས་བྱེད་དགོས་ཡས་དེ་རེད་བྱས་ཙང་དེ་བྱས་བ་ཡིན་ན་ཁོའི་དགོས་མཁོ་དེ་དང་བསྟུན་རྗེས་ཨ་ནི་ལས་ཀ་དེ་བྱེད་ཐུབ་བ་ཡིན་ན། ཨ་ནི་སོ་སོ་གི་འདོད་པ་དང་མཐུན་པའི་རྟགས་དག་ཅིག་སླེབས་ཀྱི་རེད། མ་མཐའ་ས་ནི་མི་ཕ་རོལ་བོ་གི་བསམ་བློའི་ནང་ལོག་ལ་འདོད་པ་ཡོད་པ་དེ་བེའུ་དེ་ལ་ཤ་བཞག་ན་རྩ་ཟ་འདོད་ཡོད་རེད་བ་བྱེད་ཙང་ཀོ་བསྟད་པ་ཡིན་ན། བེའུ་དེ་ལ་དགོས་ཡས་ཀྱི་རྩ་དེ་ཡང་རག་པ་བྱེད། སོ་སོ་རང་ཉིད་ཀྱི་བེའུ་དེ་བེ་བཟང་ནང་ནས་བླུག་ཡས་ཀྱི་དོན་དག་དེ་ཡང་འགྲུབ་པ་བྱེད། བྱེད་ཙང་ཀ་དེའི་ནང་ལོག་ལས་གནས་ཚུལ་ཅུང་ཅུང་དཔེ་མཚོན་རང་བཞིན་ཅུང་ཅུང་ཅིག་གི་སྒོ་ནས་གར་བསྟན་གྱི་ཡོད་ཟེར་ན་དོན་དག་ཅུང་ཅུང་གཉིས་དོན་དག་གཉིས་དེ་རྟགས་སུ་གྲུབ་ཡོད་ཅིང། ད་དེའི་ནང་ལས་དེ་བས་ནུས་པ་གཉིས་བྱས་ཀྱང་དཔའ་བོ་གི་དོན་ནི་ཐེངས་སྤུག་བོ་གི་སྐུ་སྤུན་ཡ་བུ་ཅག་ཅག་ཡང་མི་གཉིས་ཀྱི་གནས་སྟངས་ཤུགས་བཏོན་རྗེས་བྱེད་དགོས་ཡས་ཀྱི་ལས་ཀ་དེ་ཨ་མ་གཅིག་གིས་ཐུགས་ཀྱི་ཐབས་ཇུས་སྤྱད་ནས་བྱེད་ཡས་ཀྱི་གནས་སྟངས་ཅིག་འདུག་ག་འོ་ད་འདི་ཚོ་གྲས་འདི་ག་འདྲ་རེད་ཟེར་ན་ང་ཚོ་མིའི་ལས་ཡིན་པ་ཡིན་ན་ལས་འབྲས་ལམ་བྱེད་སྟངས་ཀྱི་ལམ་པ་དེ་རེད་གཅིག་པ་གཅིག་རྐྱང་གི་འགྲོ་སྟངས་དེ་རེད། ད་ག་ནང་བཞིན་ང་རང་ཚོ་མི་གཞན་པ་ལས་ཞལ་འདེབས་རྒྱག་ཡག་གི་རེད་ཅེས་བ་རུ་བ། ད་ང་ཚོ་ནང་ང་རང་ཚོ་སྤྱི་བཏང་གི་བོད་པ་གི་བསམ་བློའི་ནང་ལོག་ལ་བཤད་སྟངས་ཅིག་ཡོད་རུ་བ་ད་ང་ཚོ་གི་སྦྱིན་པ་ཟེར་སྤྱི་བཏང་གི་ཡོད་རུ་བ་སྦྱིན་པ་ཟེར་དེ་ལ་སྤྱི་བཏང་གི་ང་ཚོ་སྦྱིན་པ་ལ་རིགས་མང་པོ་འདུག་བ་དཔེར་ན་སྦྱིན་པ་དེ་ལ་ཡང་ཟང་ཟིང་གི་སྦྱིན་པ་ཟེར་གྱི་ཡོད་རེད། མི་འཇིགས་པ་སྐྱབས་ཀྱི་སྦྱིན་པ་ཟེར་གྱི་ཡོད་རེད་ད་ད་ག་ནང་བཞིན་ཆོས་ཀྱི་སྦྱིན་པ་ཟེར་བྱས་ཀྱི་སྦྱིན་པ་གསུམ་བཤད་གི་འདུག་བ་ད་ཕྱི་རྒྱལ་གི་ནང་ལོག་ལ་སྤྱི་བཏང་བྱས་ཙང་ང་རང་ཚོ་ནང་བའི་གི་ནང་ལོག་ལ་ཡིན་པ་ཡིན་ན་དཔེ་མི་སེར་ཕྱུག་པོ། ཞོར་ཞིག་རེད་འདུག་ད་དེ་འདི་ནང་ལོགས་ནས་ང་རང་ཚོ་བོད་པ་གི་ངོས་ནས་བཤད་པ་ཡིན་ན་ཟང་ཟིང་གི་སྦྱིན་པ་ཞེས་དེ་ཚིག་ཕྲད་དེ། ད་ག་ཚད་བོད་པ་ཚོས་ཕྱི་རྒྱལ་གི་ངང་ནས་བཤད་དུས་ཟང་ཟིང་གི་སྦྱིན་པ་དེ་མང་པོ་བཏང་གི་འདུག་བྱས་ཙང་ཀ་ང་ཚོ་ཡོངས་གྲགས་ཀྱི་བཤད་དུས་འགའ་ཤས་ཀྱིས་དེ་འདྲ་སྤྱི་མཐུན་གྱི་བསོད་ནམས་ཞེས་དང་དེ་འདྲས་འདུག་ད་སྤྱི་མཐུན་གྱི་བསོད་ནམས། ས་ཡི་རིགས་མང་པོ་འདུག་དཔེ་ཆ་བྱས་ན། ནུབ་ཕྱོགས་པའི་སྤྱི་ཚོགས་ཡར་རྒྱས་དགའ་ཤས་ཞོར་གྲོང་སྐད་དེ་ཚོ་དེ་དངོས་གནས་ཀྱི་ངའི་སྐབས་རེ་ག་རེ་བསམ་གི་ཨ་རེ་ཁོ་ཚོ་དངོས་གནས་ཀྱི་སྤྱི་དོན་གྱི་བསོད་ནམས་ཀྱི་ས་གི་རེའུ་བསམ་པ་ཅི། དཔེ་ཆ་བྱས་ན་ཨ་རིའི་འདྲ་བ་ཡིན་ན་འཛམ་བུ་གླིང་ནི་ཧ་ཅང་གི་སྟོང་བུ་ཅན་གྱི་རྒྱལ་ཁབ་ཅིག་ཆགས་ཀྱི་འདུག་འཛམ་གླིང་ཁོ་རང་ནི། དཔེ་མི་ཉམ་ཐག་རྒྱལ་ཁབ་མང་པོ་ཅིག་ལ་རོགས་པ་བྱེད་དགོས་ད་ཆོས་ཀྱི་སྦྱིན་བདག་དག་ཡོད་ན་མེད་ན་ལས་སྦྱིན་པ་ཡོད་ན་མེད་ན་ཟང་ཟིང་གི་སྦྱིན་པ་དེ་ཞོ་ཅིག་སྤྲད་ཀྱི་ཡོད་བ། དེ་རེད་བ། བེད་ཤ་མང་པོ་སྤྲད་གི་ཡོད་རེད། ཉམ་ཐག་སྤྲད་གི་ཡོད་རེད། ཨ་ནི། སློབ་སྦྱོང་སྤྲད་གི་དེ་འདྲ་མང་པོ་སྤྲད་གི་ཡོད། ང་རང་བོད་ང་རང་ཚོ་བོད་པ་ལའང་ཟང་ཟིང་གི་སྦྱིན་པའི་ནང་ནས་བེད་ཤ་ས་ཡ་མང་པོ་སྤྲད་གི་ཡོད་རེད་བ། དེ་ཚོ་ཟང་ཟིང་སྦྱིན་པ་རེད་བ། དེ་ག་རེ་རེད་ཟེར་ན། ཐུན་མོང་གི་སྤྱི་མཐུན་གྱི་བསོད་ནམས་ཟེར་དེ་བསགས་གི་ཡོད་རེད་བ། ག་རེ་ཟེར་ན་བེད་ཤ་དེ། སྲིད་གཞུང་གིས་བཏང་གི་ཡོད་རེད་དེ་ཡིན་དུས། ཞལ་འདེབས་ག་ཟེར་མི་མང་གི་དཔྱ་ཁྲལ་ནང་འགྲོ་གི་ཡོད་རེད་བ། ཁྲལ་འགྲོ་གི་ཡོད་དུས། སྤྱི་དམངས་ཀྱི་ཐུན་མོང་ནང། ད་ག་ནང་བཞིན་ང་ཚོ་ཨ་ནི། མི་འཇིགས་པ་སྐྱབས་ཀྱི་སྦྱིན་པ་བྱས་དེ་ཡང་གོ། ཨ་རིག་གིས་ཁང་ལ་ཁང་ཙམ་ཅིག་བཏང་གི་འདུག་ནུབ་ཕྱོགས་པའི་རྗེས་ན་ཆབ་སྲིད་སྐྱབས་བཅོལ་བ་དེ་ཚོ་སླེབས་དགོས་ན་ག་རེ་བྱེད་ཀྱི་ཡོད་རེད་ཆབ་སྲིད་པ་མང་པོ་ཅིག་སོ་སོའི་ཕ་ཡུལ་དང་རྒྱལ་ཁབ་ལས་སྡོད་དུས་སྲོག་གི་འཇིགས་ཉེན་འགའ་ཡོད་རེད་དེ་འདྲ་ཡོད་དུས་དེ་ཚོ་ལས་སྐྱབས་བཅོལ་རང་བཞིན་སྤྲད་པ་ད་ང་ཚོ་བོད་པ་ལ་མང་པོ་ཅིག་སྤྲད་བསྡད་ཡོད་རེད་ཚེ་ས་རྒྱ་གར་དང་དེ་ཚོ་ལ་ང་ཚོ་བོད་པར་དེ་འདྲ་སྤྲད་བསྡད་ཡོད་རེད་དེ་ཚོ་ག་རེ་ཡོད་སྲིད་ན་ཡང་བསྐྱར་མི་འཇིགས་པའི་སྐྱབས་ཀྱི་སྦྱིན་པ་དེ་ཚོ་ཚང་མ་ག་རེ་རེད་ད་ང་ཚོ་བསོད་ནམས་ལས་ཤ་བཞག་ན་རིགས་གཉིས་འདུག་ཨ། ཚོགས་ཞེས་དེ་ལ་ག་རེ་རེད་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་ཟེར་དུས་བསོད་ནམས་ཀྱི་ཚོགས་ཀྱི་ནང་ལ་འགྲོ་གི་འདུག་ག་ད་དེ་ཡིན་དུས་ཁོ་སྤྱི་མཐུན་གྱི་བསོད་ནམས་དུག་སེལ་བ་རེད་ད་ད་ལྟའི་ཆ་ལ་ཡིན་ན་ཨ་རིག་གི་ད་ལྟ་ག་ཟེར་དགོས་རེད་ནུབ་ཕྱོགས་རྒྱལ་ཁབ་མང་པོ་འདུག་ག་དེ་ལ་ཨ་རིའི་ཆ་བཤད་ན་རྒྱ་གར་ལས་རོགས་པ་མང་པོ་བྱས་འདུག་ག་ད་ག་ས་སའི་ཉིས་བརྒྱ་གི་དེ་བཤད་གི་འདུག་ག་དེ་བྱེད་དུས་ད་དེ་ག་རེ་ཆགས་ཀྱི་ཡོད་རེད་ཟང་ཟིང་གི་སྦྱིན་པ་ཡང་རེད་ལ་མི་ག་ཟེར་ག་རེད། མི་འཇིགས་པའི་སྲོག་གི་སྐྱབས་སེར་སྐྱབས་ཀྱི་སྦྱིན་པ་སྲོག་སྐྱབས་ཡས་ཀྱི་སྦྱིན་པ་ཅི་ཡང་བྱ་གི་ཡོད་རོ་སྨན་དེ་འདྲ་སྤྲད་དེ་སྤྱི་འཐུས་མི་སྲོག་སྐྱབས་ཀྱི་ཡོད་རོ་ཞེས་ད་ག་སྦྱིན་པ་སྤྲད་ད་སྦྱིན་པ་དེ་འདྲ་སྤྲད་ཡས་ཀྱི་རྒྱབ་ལོགས་ནས་གནས་ཚུལ་ག་རེ་ཡོད་རེད་རྒྱབ་ལོགས་ཀྱི་སོ་སོ་གི་ག་རེ་ཡོད་རེད་ཟེར་ན་གཅིག་ནས་སོ་སོ་རང་ཉིད་རྒྱལ་ཁབ་དེ་ག་རེ་བཟོ་གི་རེད་ཟེར་ན་རླབས་ཆེན་གྱི་ཡིན་ཟེར་གི་མི་སོ་སོ་རང་ཉིད་ཀྱི་འདོད་པ་གི་རང་དབང་ཅི་ཐད་ཡོད་བསྡད་པ་རེད་ད་ག་ནང་བཞིན་ད་མི་སྒེར་གྱི་སྒང་ནས་བཤད་ཡས་ན་མི་སྒེར་གྱི་ཅིག་ག་རེ་བཟོ་གི་རེད་ཞལ་འདེབས་སྤྲད་ཡས་ཚང་མ་ལས་ག་རེ་ཡོད་རེད་ཟེར་ན། མི་རེ་རེ་ལ་དམིགས་ཡུལ་རེ་ཡོད་རེད་བ་ཕུགས་ལས་ག་རེ་ཡོད་རེད་དམིགས་ཡུལ་རེ་ཡོད་རེད་བྱས་ཙང་ཁོ་ཚོས་ག་རེ་ཤེས་གི་རེད་ཕྱི་རྒྱལ་གི་ཁྱེད་རང་གི་མི་ཚེ་ནང་ལ་བྱ་བཞག་ག་འདྲ་ཅིག་འགྲོ་བས་ན་ཁྱོད་རང་དཔེ་ཤག་ཞོལ་ཅིག་ཟོལ་ཅིག་གཉར་སྤུ་རྒན་ག་ཚོད་ཆགས་བས་ན་བརྒྱ་ཆ་བརྒྱ་བློ་ཚིམ་པ་ཅིག་དང་འདོད་པ་ཁང་པའི་ཚོར་བ་ཅིག་མཚམས་རེ་རག་ཡས་དཀའ་ལས་ཁག་པོ་ཡོད་རེད་ཡིན་པ་ཡིན་ན་ལས་ཁྱེད་རང་གི། དཔེ་ཤག་ས་ཡ་མང་པོ་ཅིག་རག་བཅས་བཟོས་རྗེས་དེ་ནི་ས་ཡ་གཅིག་ཏུ་སྤྲད་རྗེས་མི་གཞན་པ་གི་མི་ཚེའི་ནང་ལུག་འཕོ་སྒྱུར་བཏང་ཐུབ་ཡས་ཀི་ལས་ཀ་དེ་འདྲ་ཅིག་བྱས་རྗེས་ཞལ་འདེབས་སྐྱབས་བཅས་དེ་འདྲ་བྱུང་ན་ཁྱེད་རང་ལ་དམེགས་བསལ་གི་ཚོར་བ་མ་འདྲ་ཅིག་སྤྲད་ཀྱི་ཡོད་རེད། བྱས་ཙང་ཀ་འདི་ག་རེ་བྱ་དགོས་ཟེར་ན་ཞལ་འདེབས་རྒྱག་མཁན་གི་ཚོར་བ་དེ་ག་ནི་ལེགས་པས་ཁྱེད་རང་གི་ཞལ་འདེབས་དང་སློང་བ་རེད་ཡིན་པ་ཡིན་ན་ལས་དེ་བས་སློང་ཡས་ལས་དང་ཁོས། སྐད་ཡིག་གིས་ཁོ་རང་ཁོ་རང་གི་ཁོ་འདོད་པ་ཡོད་པ་དེ་ག་རེ་ཡོད་ཟེར་ན་ཁོའི་བསམ་བློའི་ནང་ལོགས་ལས། ཨ་ལ་འགའ་ཤས་ལ་མིང་འགོད་གི་ཡོད་རེད་མེད་པ་ནང་བཞིན་ཡང་འགའ་ཤས་ལ་ག་རེ་འགོད་གི་ཡོད་ཟེར་ཏེ་བསམ་བློའི་ནང་ལོགས་ལ་དམིགས་བསལ་གྱི་ཡིད་ཚིམ་པའི་ཚོར་སྣང་ཅིག་རོལ་བ། ཚོར་བ་སིམ་པ་ཞིག་གི་རོལ་བ་ཡིད་ཚིམ་པའི་ཚོར་སྣང་ཅིག་ཡོད་དུས་འདོད་པ་གང་དངོས་གནས་ངས་ཅིག་བྱེད་ཐུབ་སོང་བསམ་པས་འདིའི་ཚོར་བ་དེ་ཤུགས་ཆེན་པོ་ཞིག་ཁོ་ཚོས་བརྩི་གི་འདུག་བྱས་ཙང་དགའ་བོ་དེ་འདྲ་ཡིན་དུས་ཨ་ནི་ཞལ་འདེབས་རྒྱག་ཡས་ཀྱི་བསམ་བློའི་ཡོངས་སུ་དེ་ཡར་བཙལ་བའི་དོར་ན།

གང་འདྲ་ཅིག་ཡིན་པ་ཡིན་ན་དེ་འབྱུང་རྩ་དེ་མི་གཅིག་གི་གཞི་རྩའི་འདུན་པ་གཅིག་གི་འོག་ནས་བྱ་བ་དེ་ཡོང་གི་ཡོད་རེད་ཟེར་གི་ཡོད་རེད། བྱས་ཙང་ང་ཚོ་ལས་ཀ་ག་རེ་བྱས་པ་ཡིན་ན་ལས་ག་རེ་ཡོང་གི་རེད་ཟེར་ན་དང་པོ་ཀུན་སློང་དེ་སྔོན་ལས་སླེབས་དགོས་རེད་བ། ཀུན་སློང་སྔོན་ལས་སླེབས་རྗེས་ཀུན་སློང་གི་འདུས་རྒྱ་བརྒྱབ་རྗེས་ཨ་ནི་བསམ་བློ་ལས་ཀ་དེ་བྱེད་ཀྱི་ཡོད་རེད་བ་ལུས་པོ་བྱེད་ཀྱི་ཡོད་རེད་བ། བྱས་ཙང་ང་རང་ཚོ་གྲོང་གསེབ་ཀྱི་གཞའི་ནང་ལ་ཡོད་པ་ག་རེ་ཟེར་སེམས་ལས་ཟག་པ་མ་ཅིག་ལས་ཀ་སེམས་པས་བྱེད་ཀྱི་འདུག་ཟེར་གི་ང་ཚོ་ཞིང་ལས་བྱེད་དུས་ཞེས་སྟེང་གི་བར་བ་སྟེ་ཞེས་ཏེ་དངོས་གནས་ཀྱི་རྒྱབ་ལོགས་ནས་བསམ་བློ་བཏང་ཡོད་དུས་སྟེང་རིང་པོ་ཡོད་པ་ཞིག་གར་བྱ་གི་བར་སྲིད་དུས་སེམས་ཞེས་ཏེ་ལས་ཀ་ངོ་མ་སེམས་པས་བྱེད་ཀྱི་འདུག་སྲིད་དུས་གར་བྱེད་ཀྱི་བར་ད་ཚང་མ་བཟོ་མཁན་མི་བྱེད་དགོས་ཚེ་ཚང་མ་གང་དག་ཡག་ཉེས་ག་འདྲ་ཅིག་བྱེད་མཁན་ཚང་མ་ཐུག་ས་དེ་སེམས་རེད་ཤག་སེམས་ཀྱི་འབུད་རྒྱག་རྒྱབ་ཅིག་ལུས་པོ་བྱེད་ཀྱི་བར་བ་བྱས་ཙང་སྟེ་དེ་གབ་ན་ཡང་ཉོན་མོངས་ཡོད་ད་དེ་མང་པོ་རྒྱག་ཡོད་འདུག་བ་ད་གང་དག་ག་རེ་ཡིན་ན་མེད་ན་ལས་བྱ་བ་ག་འདྲ་ཅིག་བྱེད་ཀྱི་ཡོད་ན་རྒྱབ་ལོགས་ནས་མི་རེ་རེ་ལས་བདུན་པ་རེ་ཡག་རེད་ཟེར་གྱི་བར་ད་བྱས་ཙང་བདུན་པ་འདི་ཧ་གོ་དགོས་གལ་ཆེ། འོ་འདི་འདྲ་ཡིན་དུས་བསམ་བློའི་ནང་ལོག་ནས་གནས་བབ་འདི་འདྲ་ཞིག་བྱེད་ཀྱི་ཡོང་གི་ཡོད་པ་རེད། འོ་དེ་ཡིན་དུས་ད་དང་པོ་དེ་མདོར་ནས་བཤད་ན་མི་སུ་འདྲ་ཅིག་ཡིན་པ་ཡིན་ན་ཡང་ད་གང་ལྟར་འཛམ་གླིང་ནང་ལོག་ལ་མི་ག་འདྲ་ཅིག་ཡིན་ན་མི་གཞན་པ་ཅིག་ལ་ཡང་མི་གཞན་པའི་འདོད་པ་ཡོད་པ་འདི་དེ་བས་ཡང་ཤུགས་ཆེ་རུ་འདོད་པ་དེ་བཏང་རྗེས་བྱ་བཞག་གྲུབ་ཐུབ་མཁན་གྱི་མི་དེ། ཨ་ནི་ག་དུས་ཡིན་ན་འཛམ་བུ་གླིང་ནང་གློག་ཀླད་དོན་གྱིས་འགྲོ་གི་རེད། འོ་ད་འགྲོ་ཐུབ་ཀྱི་རེད་ཟེར་གྱི་ཡོད་རེད། དེ་ག་རེ་རེད་ཟེར་ན། ཁོས། དེ་ལྟ་བུ་བྱེད་ཐུབ་ས་ཀྱི་བསམ་བློའི་ནང་གློག་ཀླད་ཨ་ནི་ག་རེ་ཡོད་ཟེར་ན། ང་ཚོ་ཡིན་ན་ག་རེ་བཟོ་དགོས་རེད། ལས་ཀ་ག་འདྲ་བྱེད་ཡིན་ན་ཕ་རོལ་པོ་དེ་གི་ལས་ཀ་དེ་བྱེད་པ་ལ་སེམས་ཤུགས་པ་རེད། བྱས་ཙང་ཁ་སང་དེ་རེད། སེམས་ཤུགས་པ་རེད་འདུག་ཁོས་ལས་ཀ་དེ་འདྲ་ཞིག་འདུན་པ་ཞིག་ཡོད་པ་བྱེད་དེ་ཡང་ང་རང་ཚོ་ཐུན་མོང་གི་སྒང་ནས་སླེབས་ཡོད་ན། ཨ་ནི་ག་རེ་སླེབས་དུས་ཡོད་ཟེར་ན་དེ་རྒྱབ་ནས་ཨ་ནི་མི་ཚང་མ་ལས་མི་རེ་རེ་ལ་ནུས་པ་མ་འདྲ་རེ་ཡོད་རེད་བ། བྱས་ཙང་ང་རང་ཚོ་ཡིན་པ་ཡིན་ན་ང་ཚོ་དེ་གཅིག་སྐད་འཕྲིན་ཚོགས་པའི་ནང་ལ་མཉམ་པོ་འཛོམས་རྗེས་དེ་ཐུན་མོང་གི་ལས་ཀ་བྱེད་ཐུན་མོང་གི་དམིགས་ཡུལ་ཚང་མ་དེ་ང་ཚོ་ཀྱི་ག་སོགས་ར་ཐུན་མོང་གི་ད་ད་ད་དེབ་བྱེད་ད་དེ་དེ་ག་སོགས་ར་དེབ་ཁྲིད་ཀྱི་ལས་ཀ་ལས་བྱེད་ད་དེ་དེ་ཚང་མ་ག་རེ་ཡོད་རེད་ཟེར་ན་ང་རང་ཚོ་ཚང་མ་ལས་འདུན་པ་རེ་རེ་ཡོད་རེད་པ་དེ་ཐུན་མོང་གི་འདུན་པ་རེ་རེ་མཉམ་པོ་གྲུབ་རྗེས་རྡོག་རྡོག་ཆགས་པ་རེད་མ་གཏོགས་གང་ཟག་སྒེར་གཅིག་གིས་ག་དགོས་ཀྱི་ཡོད་མཁོ་མ་རེད་པ་དངོས་ཡོད་གནས་སྟངས་རེད་པ་དེ་ཚང་མ་ང་རང་ཚོ་ཚང་མ་ལས་ཐུན་མོང་གི་འདུན་པ་གཅིག་དེའི་ནང་ནས་ཚང་མ་གྲུབ་དེ་བྱས་ཙང་དེ་ཚང་མ་གིས་ང་རང་ཚོ་ཐུན་མོང་གི་འདུན་པ་དེ་གཅིག་ལ་སྤུངས་ཐུབ་ཙང་རྡོག་རྡོག་ཅིག་ཐོན་གྱི་ཡོད་རེད་པ་འོ་དེ་ཡིན་དུས་མི་ཚང་མ་གིས་ད་དེ་ག་རེ་བྱེད་དགོས་རེད་ཐུན་མོང་གི་འདུན་པ་དེ་ཡ་ཤུགས་ཆེ་རུ་བཟོས་ཡོད་ལ་ཨ་རི་མིའི་ཕར་རོགས་ལྟ་བུའི་སྐད་ཆ་བཤད་སྟངས་ཡིན་པ་ཡིན་ན་ཅི་ཞིག་ལ་ཡ་འོ་དེ་ཨ་རི་སོ་སོ་གི་ལོ་རྒྱུས་དྲངས་མཁན་ཡིན་ན་ག་རེ་ཡིན་ན་དྲངས་རྗེས་ཡར་བཟོས་ཐུབ་པ་ཡིན་ན་ཨ་རི་ག་རེ་ཡོད་རེད་ཟེར་ན་དེ་གི་ཁྱད་ཆོས་དེ་རང་བཞིན་གི་ཡོང་སྡོད་ཀྱི་ཡོད་རེད་བཤད་རྒྱུ་གཅིག་རེད། ད་ད་ག་ནང་བཞིན་ང་ཚོ་དཔེ་དཔེ་མཚོན་གཅིག་ག་རེ་ཡོད་རེད་ཟེར་སྤུ་གུ་ལ་དཔེ་བཞག་ཅེས་བཤད་པ་ཡིན་ན་ལས་ཁོ་རང་གི་དཔེ་མཚོན་གཅིག་ག་རེ་དྲངས་བཞག་ཟེར་ན་སྤུ་གུ་དྲངས་བཞག་ད་སྤུ་གུ་གི་སྒང་ནས་ག་རེ་ཞིག་ཡོད་རེད་ཟེར་དུས་སྤུ་གུ་ཟེར་དེ་ག་རེ་ཡོད་རེད་ཟེར་དུས་ད་ཁོ་རང་གི་བུ་དེ་ང་ཚོ་ཡིན་ན་ད་བུ་བཅོལ་ཁང་ཟེར་དགོས་རོགས་ཁིན་ཏུ་ག་རེ་ཡིན་བུ་བཅོལ་ཁང་ལ་ཁྱོད་ནི་འགྲོ་འདོད་མེད་པ་བྱེད། འགྲོ་འདོད་མེད་པར་བྱིས་དུས་རྩ་ནས་ད་པ་བ་དང་ཨ་མ་གི་སྤུ་གུ་ལ་རྒྱག་པ་ཞུས་རྗེས་དྲན་ན་འགྲིག་གི་མ་རེད་སྤུ་གུ་ཕ་ག་སྐྱེས་ཅེས་བཞག་བཞག་ན་འགྲིག་གི་ཡོད་མ་རེད་ཨ་ན་སྤུ་གུ་དེའི་འགྲོ་ཡས་ལས་ཁོ་གཡེང་འགྲོ་ཅེས་ག་འདྲས་བཟོ་དགོས་དོ་ཁོ་སྤུ་གུ་དེ་ཕ་གས་འགྲོ་གི་ཡིན་ཟེར་ཅེས་ག་འདྲས་བཟོ་དགོས་དོ་ཟེར་དུས་ཨ་ནི་ག་རེ་བྱས་བ་རེད་པ་བ་དང་ཨ་མ་ཨ་ནི་སྤུ་གུ་དེ་གའི་ཨ་ཅག་དེ་ཚོ་ག་རེ་ཁོ་ཚོ་གཉེན་པོ་རྩེད་མོ་རྩེད་རྗེས་སྤུ་གུ་དེ་དགའ་ཞིང་ནང་ལས་ནམ་གུས་དགའ་བོ་བྱེད་རྩེད་མོ་དེ་འདྲ་ཁོ་ཚོས་རྩེད་སྤུ་གུ་དེ་ཕ་ལོས་དེ་ལ་བཞག་སྟབས་བདེ་བཅུག་ཅེས་རྩེད་མོ་རྩེད་རྗེས་དེས་རྩེད་མོ་དེ་མང་པོ་རྩེ་དུས་ད་སྤུ་གུ་ཁོ་རྩེད་མོ་དེ་ལ་གཡེང་བར་གྱི་ང་རྩེ་གི་ཡིན་ཞེས་འོ་ལབ་དུས་ཨ་ནི་ཕ་མ་གིས་ག་རེ་བྱས་པ་རེད་ཨ་ད་ཁྱོད་རང་འདིའི་རྩེ་བའི་ནང་ལས་རྩེ་ན་འགྲིག་གི་མ་རེད་ཁྱོད་རང་བ་བའི་རྩེ་དེ་ག་རེད་འདིའི་རྩེ་མོ་དེ་ཆ་ཚང་བ་གའི་བུ་གསོ་ཁང་ལ་ཡོད་རེད་བུ་སྦྱོར་ཁང་ལ་ཡོད་རེད་བྱས་ཙང་བུ་སྦྱོར་ཁང་ལ་ཁྱོད་རང་རྒྱུགས་ན་ཕྱིན་ན་ཨ་ཁྱོད་རང་རྩེ་མོ་ཁྱོད་རང་ག་ཡིག་གི་རྩེ་མོ་དེ་ཆ་ཚང་བ་གའི་རྩེ་ཡོད་རེད་ཟེར་དུས་ད་ག་རེ་རེད་ཕ་མ་གཉིས་ཀྱིས་སྤུ་གུ་དེ་གི་སེམས་ཀྱི་འདུན་པ་དེ་ལ་ཡང་ངར་ཤུགས་དུ་མ་སོང་ན་ཡིན་བླངས་ཀྱིས་ཁོས་རྩེ་མོ་རྩེ་དེ་ཆ་ཚང་བ་གའི་ཨ་ནི། བུ་ཚོ་གང་ལ་ཡོད་རེད་བྱས་ཙང་ཁྱོད་རང་པ་བས་ཕྱིན་ན་ཨ་ནི་ཏག་ཏག་ཡག་པོ་ཡོད་རེད་ཟེར་དུས་ད་ཁོ་ག་རེ་འགྲོ་འདོད་ཡོད་རེད་ཁོ་རྩེད་མོ་རྩེ་ད་དེ་བྱས་ཙང་ཡོད་དུས་ཁོའི་སེམས་ནང་ལོག་ལ་ངར་ཤུགས་ཅིག་སླེབས་རྗེས་ཧོ་ད་དེ་འདྲ་འགྲོ་ན་ཨེ་ཡིན་འགྲོ་བཞིན་འདུག་དེ་འགྲོ་ན་ང་འགྲོ་དགོས་བསམ་བཞིན་ད་བྱས་ཙང་ཁ་ཁོ་བས་དེ་ནམ་དགོས་ཡོད་ན་ཁྱོད་ནི་ཞོགས་པའི་ངོས་ནས་བས་ཁྱོད་འགྲོ་རོགས་བྱེད་ཀྱི་ཡོད་མ་རེད་སང་ཉིན་དེ་གར་ཅིག་ཁོ་ཞོགས་པའི་ང་ཁྱེད་ལང་རྗེས་མིན་དགོས་དེ་ཞེས་དེ་འདྲའི་འདུག་ག་ཁོ་བས་སླབ་ར་བར་འགྲོ་གི་ཡིན་བས་དེ་བར་འགྲོ་ཡས་ལས་བས་དེ་དེ། ང་ཚོའང་མ་སོང་པས་ངར་བལྟས་བཞག་ཞོགས་པས་ནི། འོ་བྱས་ཙང་འདི་ཡང་ག་རེ་རེད་ཟེར་ན། མི་ཕ་རོགས་པོ་བྱེད་འདོད་མེད་པ་འདིས། ཨ་ནི་བྱེད་འདོད་ཡོད་པའི་བཟོ་ཡས་ཀྱི་ཐབས་ཇུས་བྱུ་རུ་བ་དེ་མ་གཏོགས་ཨ་ནི་ང་རང་ཚོ་དེང་སང་ང་རང་ཚོ་ཕྱི་ཕྱོགས་ན། ཆབ་སྲིད་ཀྱི་སྒང་ནས་བཤད་ན་རྒྱལ་ཞེན་མི་འདུག་ལ་རྒྱ་མི་ཚོ་དཀར་རྒྱུག་ལུང་པ་གང་བཏང་དེ་ཡིས་བྱུ་རུ་བ་དེ་མིན་པ་ཆེ་དེའི་སྒང་ནས་ཨ་ནི་ག་རེ་ཡོང་རེད་ཟེར་དེ་རེད་བྱས་ཙང་ང་རང་ཚོ་ནང་ཁུལ་ནས་བཤད་གི་འདུག་ང་ཚོ་སྐད་ཡིག་སྲུང་སྐྱོབ་ཀྱི་སྒང་ནས་ཡིན་པ་ཡིན་ན་ལེ། ད་ང་རང་ཚོ་བཤད་སྟངས་ཀྱི་ཆ་ནས་སློབ་གསོ་རྒྱག་དུས་ག་རེ་རྒྱག་གི་འོ་རེད་ཟེར་དུས་ཡོངས་གྲགས་ཀྱི། ཁྱོད་རང་བོད་པར་བོད་ཡིག་སྦྱང་དགོས་རེད་བཤད་བསྡད་ཡོད་རེད་པ། དེ་ཡིན་དུས་དེའི་སྒང་ནས་ང་བོད་པ་ཡིན་ཙང་བོད་ཡིག་སྦྱང་དགོས་རེད་བསམ་པའི་རྡོག་རྡོག་དེའི་ནང་ནས་བོད་པ་ཕ་རོལ་པོ་གི་བསམ་བློའི་ནང་བློ་ལས། ཨོ་དེ་ལྟར་རེད་དེ། དེ་སྔ་ང་ལ་ག་རེ་ཡོད་རེད་ཟེར་གི་དྲི་བ་ཞིག་བཏང་ཡོང་དུས་ཨ་ནི་ཁྱོད་རང་བོད་པ་རེད་ཁྱོད་རང་བོད་ཡིག་སྦྱང་དགོས་རེད་ཟེར་བའི་ཙམ་དུ་རྒྱུ་མཚན་གཞན་པ་བགྲང་ཡས་མི་འདུག་ག། དེ་བས་དཔྱད་བྱས་ཏེ་གོམ་ཆེན་ཞིག་སློག་བྱས།

སེམས་ཁམས་ཀྱི་བདེ་སྐྱིད་ག་རེ་ཡིན་ན་ཡོད་རེད་ཟེར་བ་ཡིན་ན་ཨ་ནི་སྤུ་གུ་དེ་ག་རེ་བྱས་ར་ཨ་ལས་འདི་ལས་དངོས་གནས་ང་རང་མི་ཚེ་ནང་ལ་ཕན་ཐོགས་ཡོད་ཅིག་དང་ང་ལ་དགོས་ཡས་མང་པོ་ཞིག་དེའི་ནང་ལས་འདུག་ཨ་བསམ་པ་ཅིག་ཚོགས་རིས་ནང་སླེབས་དུས་ཨ་ག་ཅིག་གི་བར་སུ་རང་བཞིན་གྱིས་ཁུར་དུ་མི་འཛིན་རྒྱན་དུ་འཛིན་ཟེར་བཞོར་བ་ཁུར་པོ་འདྲ་བོ་ཅིག་མ་བརྩི་བར་བྱས་རྗེས་རྒྱན་ཅག་རང་བརྩི་བྱས་འོ་ད་དེ་དངོས་གནས་ང་ལ་དགོས་ཡས་ཅིག་རེད་ཤག་བསམ་པའི་ཚོར་བ་དེ་སྤྲད་ཐུབ་པ་ཡིན་ན་ཨ་ནི་ག་རེ་བྱེད་དགོས་ར་ཟེར་ན། རང་བཞིན་གྱིས་ཁོ་ཅང་ཧེ་ཞེས་བ་ར་བྱས་ཙང་བོ་ཏིའི་ལྟ་བ་གཅིག་པ་གཅིག་རྐྱང་རེད་བོ་ཏི་གསུང་ཡས་དེ་དེ་རེད་མི་ཕ་རོལ་པོ་ག་རེ་དགོས་པ་དེ་གཞི་ལས་ཤ་ཆེན་ཤེས་ཐུབ་པ་ཡིན་ན་རང་བཞིན་དེ་འདུག་ད་དེའི་ནང་ནས་ཁོ་རང་གི་དཔེ་མཚོན་ཅིག་ཡང་དེ་རེད་ཤག་ཁོ་རང་ཨ་དེ་རྩོམ་པ་པོ་དེ་དེ་འདྲའི་རུ་བ Lecture ཟེར་དུས་གཏམ་བཤད་གནང་མཁན་དེ་འདྲ་ཨོ་ཅག་བྱས་ཙང་ཁོ་རང་སྐད་གྲགས་ཆེན་པོ་ཆགས་ཡོང་དུས་གཏམ་བཤད་གནང་རྗེས་ཐེངས་མ་གཅིག་ཁོ་རང་བས་ནིའུ་ཡོག་ལ་ནིའུ་ཡོག་ཡིན་པའི་མགྲོན་ཁང་ལས་ཨ་ནི་དེ་བྱས་ཡོང་རྗེས། མགྲོན་ཁང། ལས་གཏམ་བཤད་བྱེད་ཡས་ཀྱི་གྲ་སྒྲིག་ཆེན་པོ་བྱས་འདུག་མགྲོན་ཁང་ཆེན་པོ་ཞིག་ལ་ཡང། འོ་ད་དེ་འདྲའི་གཏམ་བཤད་གྲ་སྒྲིག་བྱས་དུས་ཁོ་ཚོ་གིས་རྦད་དེ། ད་ལོའི་ལོ་དེ། ཨ་ནི་ཁོ་རང་གི་མགྲོན་ཁང་དེ་གཡར་ཡས་བྱས་དེ་འདྲས་བྱས་དུས་ཁོ་ཚོ་རྦད་དེ་ཞོ་ཞིག་སྤར་བྱས་ཡ་མགྲོན་ཁང་གོང་ཚད་དེ་ད་ག་ཞེ་ཞིག་སྤར་ནས་དེ་འདྲས་བྱས་དུས་ཨ་ནི་ཁོ་རང་ཕ་ཨ་ཕྱིན་རྗེས་ཨ་ནི། ནམ་གུས་ནས་ཁྱོད་རས་དེ་འདྲས་བྱེད་ཀྱི་ཡོད་པ་ཨ་ད་ལོ་ག་རེ་བྱས་ནས་སྤར་རས་དེ་འདྲས་ཞིག་རྒྱག་རེས་རྒྱག་བ་མ་ཡིན་པ་བྱས་ཨ་ནི་ཁོ་རས་ག་རེ་བཤད་པ་རེད་ཟེར་ན། ད་ཁྱེད་རང་ཚོ་མགྲོན་ཁང་པར་ཡས་ལས་རྒྱུ་མཚན་གཏན་གཏན་ཡོད་རེད་ལྷག་པར་དུ་ཁྱེད་རང་མགྲོན་ཁང་གི་འགན་འཛིན་ཡིན་ཙང་མགྲོན་ཁང་གི་དམིགས་ཡུལ་དེ་ཁེ་བཟང་བཟོ་ཡས་རེད་དཔེ་ཆ་བཟོ་ཡས་རེད་དཔེ་ཆ་བཟོ་བ་ཡིན་ན་ཨ་ནི་ཁྱོད་རང་གི་ཡང་ཐོབ་ཐང་གོང་ཆེ་རུ་འགྲོ་གི་རེད་ལ་ཁྱེད་རང་གི་ཆེ་མཐོང་ཡང་ཆེ་རུ་འགྲོ་གི་རེད་གལ་སྲིད་ཡང་མགྲོན་ཁང་གི་ནང་ལོགས་རེད་ཅིག་ཡོང་འབབ་ཆེན་པོ་མེད་པར་གྱོང་གུན་རག་པ་ཡིན་ན་ཐ་ན་ཁྱེད་རའི་རྐུབ་བཀྱག་དེ་ཡང་བསྟན་ཐུབ་གི་མ་རེད་ད་དེ་ངས་གོ་ག་སོགས་བསམ་ཤེས་ཐུབ་གི་འདུག་ཅེས་ཀྱི་ཁོ་རང་གི་དེ་འདྲ་ལབ་པ་ཡིན་རྗེས་ལས་ད་ད་ལྟའི་ཆ་ལས་ཁྱེད་རང་གི་ང་མགྲོན་ཁང་དེ་གོང་ཚད་དེ་འདྲའི་སྤར་བ་ཡིན་ན་ང་སྒྲོལ་དཀར་བླ་ཐུབ་ས་མ་རེད། འོ་ད་གལ་སྲིད་ང་བླ་མ་ཐུབ་པའི་གནས་སྟངས་ཀྱི་སྒང་ནས་བཤད་ཡོང་ན། ཁེ་དང་གྱོང་དེ་དེ་དེ་ཡོད་རེད་ཁོ་རེ་བཤད་པ་ཡིན། ཁེ་བཟང་དེ་དཔེ་ཞིག་བཞག་ན། དང་པོ་དེ་ད་ཁོས་ང་རང་གི་སྐོར་རྩ་བ་ཉིད་ནས་བཤད་མེད་ཟེར་བར་རྩོམ་པོ་པོ་དེ་གིས་འོ་ན་ག་རེ་བཤད་པ་ཡིན་ཟེར་ན། ཕ་རོལ་པོ་སྦྱིན་བདག་ཟ་ཁང་གི་སྦྱིན་བདག་ལ་ག་རེ། མགྲོན་ཁང་གི་སྦྱིན་བདག་ག་རེ་བཤད་པ། དང་པོ་དེ་ག་རེ་རེད་ཟེར་ན། ཁྱེད་རང་གི་མགྲོན་ཁང་འདི་བེད་སྤྱོད་བཏང་ང་ལ་གླས་པ་ཡིན་ན་ཁང་པ་སྟོང་པ་ཞིག་འདུག་ཨ་མྲོན་ཁང་གཞན་པ་ཞིག་འདུག ball room ཡིན་ན་ཅིག་འོ་དེ་ད་མི་གཞན་པ་སུ་གི་བེད་སྤྱོད་བཏང་ན་འགྲིག་གི་ཨ་རེད་བྱས་ཙང་དེ་ང་དེ་གཏམ་བཤད་བྱེད་རིང་རེད་སུ་གི་བེད་སྤྱོད་བཏང་ན་དེ་ང་ལ་གོག་རྒྱན་ག་ཡ་ཡོད་མ་རེད་དེ་ཁྱེད་རང་དེ་ནས་བེད་བཞག་ཅིག་ཡོང་གི་རེད་ད་གལ་སྲིད་ང་ལ་མ་འདྲི་བ་ཡིན་ན་ཁྱེད་རང་ལ་གྱོང་ག་རེ་ཡོད་རེད་ཟེར་ན། དང་པོ་དེ་ང་ལ་གཏམ་བཤད་བྱེད་ས་གི་ཡོང་དུས་ངའི་གཏམ་བཤད་ལ་ཉན་མཁན་ཡོང་མཁན་གྱི་གང་ལ་ག་ཙམ་མི་ཤེས་ཡོན་ཡོད་མཁན་དང་དོ་སྣང་ཡོད་མཁན་རྐྱང་རྐྱང་རེད། དེ་འདྲས་ཡིན་པ་སོང་ཙང་ཁོ་ཚོ་ཁྱེད་རང་གི་མགྲོན་ཁང་དེ་སླེབས་ན་ཁོ་ཚོ་གིས་ག་རེ་ཡིན་པ་ཡིན་ན་མགྲོན་ཁང་དེ་སྐོར་ལ་བཤད་སྲིད་ཀྱི་རེད་དེའི་སྐོར་ལས་དྲིས་སྲིད་ཀྱི་རེད་ག་རེ་ཡིན་ཡང་ཡོང་གི་རེད་དེ་འདྲས་ཡིན་པ་སོང་ཙང་ཁྱེད་རང་གི་མགྲོན་ཁང་དེ་བརྡ་སྐྱབས་ཀྱི་ཆ་ནས་ཡིན་པ་ཡིན་ན་ཤུགས་ཆེན་པོ་འགྲོ་གི་རེད་དེ་ཡིན་དུས་ཁྱོད་རང་རྦད་དེ་ཕྱོགས་ག་ནས་ཡིན་ན། ཁེ་བཟང་ཡོད་རེད། ད་ད་ལན་འདིའི་སྒང་ནས་ང་ལ་སྟེགས་བརྩི་ཅིག་བཅག་ན། ཨ་ནི་གནས་སྐབས་ཀྱི་ཁྱོད་རང་གྱོང་རེད་མ་གཏོགས་ཕུགས་ཀྱི་ད་གང་ལྟར་ཁྱེད་རང་ལས་ཁེ་བཟང་ཡོད་རེད་བྱས་རྗེས་དེ་འདྲས་བཤད་ཡོང་དུས་ཙཱ་ནས་མཐའ་མ་དེ་གང་ལྟར་སྐད་ཆ་དེ་བཤད་རྗེས་ཨ་ནི་ཁོས་འོ་ད་རང་གི་བསམ་བློ་བཏང་དགོས་ལབ་བྱས་རྗེས་ལས་ཨ་ནི་ཁོ་རང་གང་ལ་གང་འཚམ་ཅིག་མ་བཅག་སོང་བྱས་རྗེས་དེ་འདྲས་འདུག་ག་བྱས་ཙང་ག་དེ་ཡིན་དུས་འདི་གི་སྒང་ནས་ག་རེ་བཤད་གི་ཡོད་ཟེར་དུས་ཁོ་གིས་ངས་ང་རང་གི་དགོས་མཁོ་དེ་བཤད་མེད་མགྲོན་ཁང་གིས་ཁོ་རང་རང་གི་ཁེ་བཟང་ག་རེ་ཡོད་པ་དེ་བཤད་རྗེས་ཁོ་ཚོས་བསམ་བློ་བཏང་རྗེས་དེ་འདྲ་བྱས་སོང། དེ་རེད། ད་སྙི་བ་དེ་ག་རེ་རེད་ཟེར་དུས། ཁོ་དེ་ཨ་རིག་གི་ཚོང་པ་སྐད་གྲགས་ཅིག་གིས་ག་རེ་ལབ་ཡོད་ཡོད་ཟེར་ན Ford ཟེར་དེ་རེད་ད་མོ་ཏོར་སོན་གི། ཨོ་ད་དཔེ་དེ་སང་ཚིག་དང་མ་སོང་ཆེ་ཤོས་དེ་ག་རེ་རེད་ཟེར་ན་ག་དུས་ཡིན་པ་ཡིན་ན་ལས། མི་གཞན་པ་གི་བསམ་བློ་དེ་ལས་ཡ་ཧ་གོ་དགོས་ཀྱི་འདུག་གཞན་པ་ག་རེ་དགོས་པ། བྱས་ཙང་མི་གཞན་པའི་བསྡད་ས་དེ་ནི་སོ་སོར་བལྟ་ཐུབ་པ་བྱས་རྗེས་ལས་ཀ་བྱེད་དུ་སྐད།

ང་ཚོ་མི་ཚང་མ་ཕར་སོང་ན་རྦ་རླབས་ཀྱིས་ཁེགས་འགྲོ་དགོས་རེད་བ་ཁོས་ག་རེ་བྱས་རྦ་རླབས་ག་བར་འགྲོ་གི་ཡོད་ན་དེ་ཡི་རྒྱུ་ཕྱིན་ཆད་ཨ་ནི་སོ་སོ་རང་ཉིད་ག་རེ་བྱས་རྦ་རླབས་ཀྱི་སྒང་ལས་འགྲོ་ཐུབ་དགོས་རེད་བ་འོ་དེ་ནང་ད་འོ་དེ་སྙམ་པོ་དེ་ཐུབ་བ་ཅིག་དགོས་ཀྱི་ཡོད་རེད་འདི་རེད། ད་ག་ནང་བཞིན་གྱི་ད་ང་ཚོ་དེ་ལས་ཀ་ཚན་མཁན་ཅིག་ཡིན་པ་ཡིན་ན་ལས་ག་རེ་རེད་ཁྱོད་རང་དེ་ལས་ཀ་དེ་ཡོད་པ་ཡིན་ན་ང་ལ་ཁྱོད་རང་གི་ལས་ཀ་དེ་སྤྲད་གནང་བ་ཡིན་ན་ངས་ཁྱེད་རང་གི་ཁེ་གཉེར་ཁང་ལས་ལེགས་སྐྱེས་དང་མ་སོང་ན་དེ་དེ་དེ་ཕུལ་གི་ཡིན། ལེགས་སྐྱེས་དེ་ཕུལ་གི། ཨ་ནི་ཁྱེད་རང་གིས་ང་ལ་སྤྲད་དང་མ་སྤྲད་དེ་ཁྱེད་རང་ཟེར་རོ་ན་ཨང་ཟེར་ཏེ་བྱས་པ་ལས་ད་ང་ལ་འདི་དགོས་ཀྱི་ཡོད་ང་ཐོབ་ཐང་འདི་དགོས་ཀྱི་འདི་དགོས་ཏིག་ཏིག་ཏིག་བྱས་པ་ཡིན་ན། ག་དུས་ཡིན་པ་ཡིན་ན་ལས་ཀ་རག་ཡོད་ལ་དཀའ་ལས་ཁག་ཡོད་རེད། འོ་དེ་ད་ང་རང་ཚོ་མང་པོ་ཅིག་གིས་ཐུགས་རྗེ་ཆེ་ང་ལས་ཀ་དེ་སྤྲད་རོགས་གནང་ཟེར་དུས་ཚུར་སྙིང་རྗེ་གཏང་མཁན་གྱི་བཟོ་ལྟ་རུ་གཞོལ་བ་དེའི་སྒང་ནས་ཁ་རས་ཁྱེད་རང་ནུས་པ་ཅི་ཡང་མེད་ཀྱང་ཁྱོད་རང་ལེགས་སྐྱེས་ཕུལ་མཁན་ཅི་ཡང་མིན་པའི་ཚོར་བ་ཅིག་སྤྲད་དུས། ཨ་ནི་ཁོ་ཚོའི་ངོས་ནས་ག་རེ་བྱ་ཡོད་རེད་མདོར་ན་ཁྱེད་རང་ང་ཚོ་གསོ་སྐྱོང་བྱེད་ཀྱི་ཡོད་གྲོགས་ཅིག་རེད་བ། གསོ་སྐྱོང་བྱེད་དགོས་ཙང་མ་གཏོགས་ཁྱེད་རང་འདི་ཡ་ཡོང་རྗེས་ལེགས་སྐྱེས་ག་རེ་སྤུད་ཀྱི་ཡོད་པའི་གནས་སྟངས་དེ་ཤེས་ཀྱི་ཡོད་མ་རེད། བྱས་ཙང་ག་དུས་ཡིན་པ་ཡིན་ན་ལས་ལས་ཀ་ཚན་ཁེ་ཅིག་ཡིན་པ་ཡིན་ན་ལས་ཁྱེད་རང་ང་ལས་ནུས་པ་འདི་དང་འདི་ཡོད་ནུས་པ་འདི་དང་འདི་ཨ་ནི་ཁྱེད་རང་གི་ཁེ་གཉེར་ཁང་འདི་ལ་ཡ་ངས་ལྟོས་ན་ཁེ་ཁེ་གཉེར་ཁང་ལས་ངས་ལེགས་སྐྱེས་དང་མ་སོང་ན་གང་ལ་གང་འཚམ་ཕུལ་ཐུབ་ས་རེད་ཅེས་ཅེས་ཕ། ཁོ་ཚོ་ལས་ག་རེ་གོ་གི་འདུག་དེ་ཁྱེད་རང་གིས་སྤྲད་ཐུབ་པ་འདིས་ཁྱེད་རང་གིས་བཤད་ཐུབ་པ་ཡིན་ན་ག་རེ་ཡོད་རེད་ཟེར་དུས་ཕ་རོལ་པོ་གིས་ཡང། འདི་ལ་ཡང་སོ་སོ་གཙོ་བོ་བཞག་གི་ཡོད་དུས་ཨ་ནི། བསམ་བློ་བཏང་ཡོད་ཀི། དེ་ཡོང་གི་ཡོད་རེད། བྱས་ཙང་ཀ། མདོར་ནས་བཤད་ན་ད་འཛམ་བུ་གླིང་སྒང་ལོགས་དེ་ལ་ག་རེ་ཡོད་ཟེར་མི་ཚང་མ་ག་རེ་རེད་ཟེར་ན་མང་ཆེ་དེ་རང་དོན་ཡིད་ཆེས་བྱེད་མཁན་རྐྱང་རྐྱང་རེད་ཟེར་སོ་སོ་རྐྱང་རྐྱང་དམངས་རིགས་བྱེད་མཁན་བྱེད་ད། དེ་ལས་ཁྱོད་རང་ཟུར་ལས་ལངས་རྗེས་ཁྱེད་རང་གིས་མི་གཞན་པ་ལས་ག་རེ་དགོས་བ་གཙོ་བོ་ལས་ཟིན་རྗེས་ལས་ཀ་དེ་བྱས་བ་ཡིན་ན་ཁྱེད་རང་ལ་འགྲན་རྩོད་བྱེད་མཁན་ཡོད་མ་རེད། ག་རེ་རེད་ཟེར་ན་ཁྱོད་རང་འབུར་དུ་ཐོན་པ་ཅིག་ཆགས་ཀྱི་ཡོད་རེད་འདི་རེད་བ། ད་ང་རང་ཚོ་མི་ཚང་མང་ཆེ་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ང་ཞེས་དེ་དག་སོ་སོའི་མཁས་པའི་མཚན་གྱིས་རྐྱང་རྐྱང་ཡོད་དུས་དེའི་རྒྱབ་ལོག་དེ་ནས་མི་གཞན་པ་ཅིག་དམིགས་བསལ་གྱི་གཞན་ཕན་གྱི་བསམ་བློ་རྐྱང་རྐྱང་འཁྱེར་འགྲོ་ཡས་དེ་ཆགས་ཡོང་དུས་རང་གཞི་བསམ་བློ་གཞན་ཕན་ཟེར་ན་མི་གཞན་པ་ལས་འདོད་པ་ག་རེ་བསྟུན་རྗེས་ལས་ཀ་བྱེད་མཁན་དེ་ཆགས་ཡོང་དུས་ཧོ་རང་བཞིན་གྱིས་ཆགས་ཡོང་དུས་ཁོ་ལ་འགྲན་རྩོད་མེད་དུས། ཨ་ནི་དེ་གི་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། གནས་སྐབས་ཀྱི་ཁྱོད་རང་ལ་མཐར་ཐུག་གི་ག་རེ་སོགས་རེ་བ་སྒྲུབ་ཡས་དེ་ནུས་པ་ཆེ་ཡོད་རེད་ཕན་ཐོག་ཆེ་ཡོད་རེད་ཁ་ཟེར་རེ་དེ་ཡོད་རེད་གཅིག་རེད། ད་ག་ནང་བཞིན་ང་ཚོ་འདི་ནང་དཔེ་མཚོན་དང་ཐང་མ་གཅིག་དྲངས་ཤག་དེ་ལ་ཡང་ད་སྤུ་གུ་ཅིག་བྱས་རྗེས་ཨ་མ་ཅིག་ག་རེ་ཟེར་ན་སྤུ་གུ་དེ་སྟག་པ་ཉལ་ཆེ་ཉལ་ཅིང་བཏང་གི་འདུག་ག་ཉལ་ཅིང་བཏང་ཡང་དེ་ད་ཨ་མ་གི་ནམ་གུས་ཨ་ནི་དེ་ཉལ་ཆེ་བྱས་དང་ཀོ་པའི་སྟེང་ཆེ་ཁྱོད་རེ་བཅིངས་པ་སྟག་པ་དེ་འདྲ་བཏང་གི་འདུག་བསད་རྗེས་ཁོ་ལ་པའི། ཁོའི་གཅིན་པ་བཏང་ཆོག་དེ་ཚོ་ཨ་མ་གི་སྤུ་གུར་བསྟན་ག་ཚོད་བྱས་ན་ཡར་རྒྱས་འགྲོ་འོས་མེད་པའི་གནས་ད། ད་ཉི་མ་གཅིག་ཐབས་ཤེས་ཅིག་བཏང་རྗེས་ཨ་མ་གར་བྱས་ན་ཁོ་སྤུ་གུ་དེ། ཨ། དེ་ལ་ཁྲིད་རྗེས་ག་ཟེར། ཨ། ཁྲོམ་ལས་ཁྲིད། ཨ། ཉལ་རྗེས་སྤུ་གུ་ཆུང་ཆུང་ཁོ་རང་ལ་ལེགས་པས་ཁོ་རང་ག་རེ་འདོད་པ་ཡོད་པ་ཉལ་རྗེས་ཉལ་ཁྲིད་ཅིག་དང། ཨ། དེ་སྤུ་གུ་ཉལ་རྗེས་དེ་འདྲ་ཉོལ་དུ་བཅུག། ཨ་མ་གི་བེ་ཤ་དྲིག་རོགས། ཨ། ཁྱོད་རང་བདམས་ཚེ་ཉོལ་དུ་བཅུག་ད་དེ་ཡིན་དུས་ད་སྤུ་གུ་དེ་གི་སེམས་ནི་ག་རེ་ཡོད་ད་དེ་ང་རེ་ཡིན་བསམ་པའི་ཚོར་བ་ཅིག་ཡོད་རེ་བ་གོ་ལ། ད་ང་རེ་ཡིན་ཟེར་བའི་ཚོར་བ་དེ་ཡོད་དུས་ཨ་རི་སྦུག་སྦུག་གིས་གར་བྱས་པར་སེ་དུས་ཉི་མ་དེ་གཉིས་འུ་གསུམ་ད་དེ་རིང་ནས་འུ་གསུམ་ཉལ་བྱས་དུས་ཁྱེད་རང་གིར་ད་ད་ཁྱེད་རང་བདག་པོ་ཡག་པོ་རྒྱབ་ཨ་སེ་དུས་ད་ཁོའི་སེམས་ནང་ལོག་ལེ་ད་དེ་རིང་ཡག་ལོག་ཅིག་ད་དེ་རིང་ངས་ཉལ་བྱས་ཉོན་ཡིན་སེ་འོ་ཉལ་བྱས་ད་ཉལ་དུས་ཁྱེད་ད་ང་རེ་ཉོན་ཡིན་སེ་དེ་སླེབས་དུས་ཨ་ནི་ཁོའི་སེམས་ནང་ལོག་ལེ་ད་དཔེར་ང་རང་གིས་ཅིག་བྱས་དུས་རང་ཞིག་སླེབས་དུས་ཉི་མ་དེ་རིང་ནས་འུ་གསུམ་ཨ་ནི་ཁོས་གར་བྱས་པར་སེ་དུས་བཅིངས་པ་དང་མཚམས་སྦྱོར་བྱས་བཅིངས་པ་ཁྲོད་ན་ལམ་སང་ལངས་བྱས་བཅིངས་པ་དང་གར་སར་ཉལ་བྱས་ང་རེ་ཉོན་ཡིན་ཟེར་བའི་ཚོར་བ་ཅིག་ཡོད་དུས་འོ་དེ་འདྲའི་བྱས་པའི་གནས་སྟངས་དེ་འདྲ་ཡོང་གི་ཡོད་རེད། ད་འདི་ཚོ་དཔེ་མཚོན་གྱི་སྒང་ནས་བཤད་ཀྱི་ཡོད་རེད། འོ་ད་མདོར་ནས་བཤད་ན་འདི་ཚོ་ཚང་མ་ག་རེ་རེད་ཟེར་ན། ཁོ། དུད་འགྲོ་དཔེ་ལས་བཞག་གི་འདུག་སྤུ་གུ་དཔེ་ལས་བཞག་གི་འདུག་ཚང་མ་དཔེ་ལས་བཞག་རྗེས་གནས་སྟངས་དེ་གི་སྒང་ནས་མདོར་ན་ག་རེ་བྱེད་ཀྱི་ཡོད་ཟེར་ན། ང་རང་ཚོ་ག་བ་ཡིན་ན། ང་ཟེར་དེ་དབང་དུ་བཤད་ཅེས་བྱེད་མཁན་དེ། ད་སྐད་ཆ་རྒྱ། འདྲི་མཁན་མེད་པ་དེ་རང་བཞིན་མཐོང་གི་འདུག་ང་རང་ཚོ་ག་བ་ཡིན་ན་རེད་བ། ང་ཚོས་བཤད་ཡ་ན་ཁོ་མི་ཁོ་རང་ཤེས་ཚ་བོ་ཞེ་བོ་ཅིག་ཡོད་རེད་ཟེར་ཡས་ཀྱི་སྐད་ཆའི་རྒྱབ་ལོག་ཁོ་རང་ནས་ག་རེ་ཡོད་རེད་ཟེར་ན། ལྷག་པར་དུ་གཞན་ལས་བསམ་ཤེས་བྱེད་དགོས་མཁན་གྱི་རང་བཞིན་གྱི་དགོས་མཁོ་ཡོད་པ་དེ་ང་ཚོས་རྒྱབ་ལོག་གཏན་འཁེལ་ཡོད་རེད། བྱས་ཙང་རང་བཞིན་མེད་པར་ཨ་ནི་གཞན་དོན་བྱས་ཏེ་ཨ་ནི་ང་ཚོ་གི་དོན་གཉིས་སྒྲུབ་ཡས་ཀྱི་གནས་སྟངས་ངོ་མ་དེ་རེད་ཞེས་བར་ཐག་རང་དོན་དང་གཞན་དོན་གཉིས་ཀ་སྒྲུབ་ཡས་བྱས་ཙང་ཀ་ད་གང་ལྟར་དེ་འདྲ་ཡིན་དུས་དེ་གི་རྒྱབ་ལྗོངས་ནི་གཙོ་བོ་དེ་ག་རེ་བྱེད་དགོས་རེད་ལས་ཀ་ག་རེ་བྱས་པ་ཡིན་ན་ལས་ཕ་རོལ་པོའི་དགོས་མཁོ་ག་འདྲ་ཅིག་རེད་དེ་ཞིག་བཞག་ཨ་ནི་སོ་སོ་གི་ལས་ཀ་འདི་མགོ་བརྩམས་པ་ཡིན་ན་སོ་སོའི་ལས་ཀ་འདི་མགོ་བརྩམས་པ་བཞག་ལ་བཞག་ཅེས་ཨ་ནི་ལས་ཀ་དེ་བྱས་པ་ཡིན་ན་ཁོའི་ཕ་རོལ་པོ་ལས་དགོས་ཡས་དེ་གར་དོ། ཕ་རོལ་པོ་དགོས་ཁ་ཚ་ཁོ་ཚོ་ཕྱི་རོལ་པོ་ཕ་རོལ་པོ་གི་ཁྱོད་རང་ལ་གཞོགས་འདེགས་བྱས་ན་ཁོ་ཚོ་ལ་ག་རེ་རག་གི་རེད་པས་དེ་བཤད་ཐུབ་པ་ཅིག་དགོས་ཀྱི་རེད། བསམ་བློའི་ནང་ལོག་ལ་ཡང་ན་འགལ་བ་འགྲོ་གི་ཡིན་ན་འགལ་བ་བསྒྲུབ་ཐུབ་ཀྱི་རེད་ཞེས་ཅིག་དང་ཡང་མེད་ན་དཔེ་བཞག་གི་སྒང་ནས་ཁེབས་སྲང་དགོས་ན་ཁེབས་སྲང་དགོས་ཀྱི་རེད་རག་གི་རེད་ཡང་ན་ཚེ་སྙན་གྲགས་དགོས་ན་འདི་བྱས་ན་འདི་རག་གི་རེད་ཟེར་དེ་སྤྲད་ཐུབ་བ་བྱུང་བ་ཡིན་ན་ཨ་ནི་ག་རེ་ཡོང་བར་སྲིད་ན་ནུས་པ་དེ་བུ་ལས་ཐོན་པ་ཞིག་ཁྱེད་རང་ལས་རག་གི་རེད་བྱས་བྱས་འོ་ལྟ་དེ་སྡོམ་དང་མ་སོང་ན་དེ་འདྲས་ཞིག་རེད་ཤག་འོ་ལགས་སོ་ལྟ་དེ་རིང་དེ་ཙམ་བཞག་ཆོག་པ་ཅིག་བྱས་དེ་ནས་ཡང་རྗེས་མ་དེ་ལྟར་དུམ་ཙམ་གཉིས་པ་གི་ཡང་ལས་ཚན་དང་པོ་ནས་མ་བེད་སྤྱོད་བེད་སྤྱོད་བསྐྱར་ཆོག་པ་ཅིག་བྱས་ཞུ་ཡིན་འོ་ལགས་སོ་ཐུགས་རྗེ་ཆེ་ད་དེ་རིང་དེ་ཙམ་ཡིན་ཐུགས་རྗེ།